ཡ་ད་དེ་ནས་ངས་གོང་དུ་པར་རིས་གསུམ་བཏང་ནས་ཐིག་རྗེས་ལ་ཡི་གེ་གསུམ་བཏང་ཆོག་ཡོད་པ་འདི་ལ་ཅིག་གཟིགས་དང་པར་རིས་གསུམ་དེ་ལས་དང་པོ་དེ་ཨ་གི་པར་རིས་རེད་གཉིས་པ་དེ་ཧ་གི་པར་རིས་རེད་གསུམ་པ་དེ་ཨ་གི་པར་རིས་རེད། ཡིན་པ་ཡིན་ན་ཡང་ངས་ཡི་གེ་བཏང་པའི་སྐབས་སུ་སྔན་ལ་ཨ་བྲིས་ཡོད་དེ་ནས་ཧ་བྲིས་ཡོད་རྗེས་ལ་ཨ་བྲིས་ཡོད། དེ་དེར་དེར་བཏང་བ་ལ་ཡང་ཅིག་ད་ཅིག་གོ་དོན་ཅིག་ཡོད་མཚོན་ཡག་གི་ཆེད་དུ་བཏང་བའི་ཁུར་ཡིན། ག་འདྲ་ཡིན་ཟེར་བ་ཡིན་ན་ནམ་རྒྱུན་ང་ཚོ་ཨ་དེ་འཚམས་མེད་གི་ཡི་གི་ཡིན་ཟེར་ནས་བཤད་བསྡད་གི་ཡོད་རེད། བཤད་བསྡད་གི་ཡོད་པ་ཡིན་ཙང་དེ་གཞི་བཞག་བྱས་ནས་ཅིག་འགྲོ་བ་ཡིན་ན་རྩ་བ་ཉིད་ནས་འགྲིག་ཐབས་མི་འདུག་ཨ་རང་གི་གོ་ཨ་རང་གི་ད་ཅིག་ཆ་བཅུག་དང་དེ་ཚོ་ལ་དེ་ཡོང་དེ་ཙམ་པ་འཚམས་མེད་དེ་ཕར་ཞོག་མོ་ཡང་ཆགས་གི་མི་འདུག་མ་ནང་ཡང་ཆགས་གི་འདུག་མི་འདུག་གང་ལྟར་ཕོ་ཡི་དགྲ་ལ་འཇབ་དགོས་ཡ་ཞིག་ཆགས་ཡོང་གི་འདུག། བཀའ་དང་ཨ་གཉིས་ཀྱི་བར་དབུ་ལ་ཁྱད་པར་རྩོལ་བ་ཆེ་ཆུང་ལ་སོགས་པ་དེ་འདྲའི་ཁྱད་པར་གང་ཡང་མེད་པ་གང་ཡང་ཡོད་པ་ཞིག་མཐོང་གི་མི་འདུག་དེ་ཞིག་དེ་ཙམ་པ་ཨ་དེ་འཕོ་ལ་བཞག་པ་ཞིག་རེད། དེ་ནས་ཧ་དེ་མ་ནང་ལ་བཞག་པ་དང་ཧ་དེ་མོ་ལ་བཞག་པ་དེ་ད་བར་ནམ་རྒྱུན་བཤད་སྟངས་དེ་ཆེ་དེ་ནས་ཨ་དེ་མོ་ལ་སྐར་ཆ་མཚན་མེད་ལ་བཞག་པ་དེ་འདྲ་ཞིག་རེད། ཡིན་ན་ཡང་སྐབས་འདི་ངས་ཡི་གེ་ཨ་ཧ་ཨ་གསུམ་དེ་སྔོན་ལ་གོ་རིམ་དཀྲུགས་ནས་གོ་རིམ་བརྒྱུད་ནས་གཏང་དགོས་པའི་རྒྱུ་མཚན་དེ་ག་རེ་བྱས་ནས་བཏང་བ་ཡིན་ཅིའི་ཕྱིར་བཏང་བ་ཡིན་ཟེར་བ་ཡིན་ན། ང་ཚོ་འགྲོ་བ་མིའི་གི་ངག་ནས་སྒྲ་འགྲུབ་པའི་ཚེ་ན། ཕྱིའི་ཐོག་མ་ཐོག་མའི་སྒྲའམ་ཕྱིའི་ག་རེ་ཟེར་བར་ད་རྩོལ་བ་དང་འབའ་ཚུན་གང་ཡང་མི་དགོས་པའི་སྒྲ་དེ་ཨ་མ་ཡིན་པར་ཨ་རེད། ཡི་གེ་ཐམས་ཅད་ཀྱི་ནང་ལོགས་ལས་འགྲོ་བ་མའི་ངག་ནས་ཤོང་བའི་སྒྲ་ཐམས་ཅད་ཀྱི་ནང་ལོགས་ལས་སྒྲ་དབྱངས་སྒྲ་སྐར་སོགས་ཆེས་ཐོག་མ་དེ་ཨ་སྒྲ་རེད། དེའི་རྗེས་སུ་ཧ་ཧ་ཡང་ཆོག་གི་རེད། འདི་གསུམ་གྱི་ནང་ལོགས་ནས་སྒྲ་སྐར་ལས་ཁག་པ་འདོན་ཁག་དེ་ཨ་ཆགས་ཀྱི་ཡོད་རེད་ཟེར་ནས་དེ་གོ་རིམ་དེ་འཁྲུལ་བའི་གོ་རིམ་དེ་མ་ནོར་བའི་ཆེད་དུ་དེ་འདྲས་བྱས་ནས་བཏང་བ་ཡིན། གལ་སྲིད་ང་ཚོ་སྤྱིར་ན་ཕྱིའི་མི་ཞིག་ལ་ཡི་གེ་ཞིག་བསླབ་པ་ཡིན་ན་ཡང་ཡི་གེ་བསླབ་པའི་རྟགས་འཇུག་གི་གོ་རིམ་ཞིག་བསླབ་པ་ཡིན་ན་འདིར་ལྟར་བསླབ་པ་ཡིན་ན་གོ་བ་ལོན་བདེ་བ་དང། ཡང་ཡ་ལ་ཡོང་གི་ཡོད་རེད། ཡིན་ན་ཡང་ངས་གོ་རིམ་དེ་དཀྲུག་གི་མེད་ང་རང་ཚོ་ནམ་རྒྱུན་གྱི་གོ་རིམ་དག་ཏུ་བཞག་ཡོད་ཟེར་ནས་ཤོད་ཀྱི་ཡིན། དང་པོ་ཨ་གི་དཔེ་རིས་ལ་ཨ་ཡིག་གི་དཔེ་རིས་ལ་གཟིགས་དང་རྣམ་པ་ཚོས་དཔེ་རིས་དང་པོ་ཀ་གི་མུས་པ་ནང་ལོགས་ལ་གཟིགས་དང་མུས་པ་གི་སྒོ་དེ་རྒྱབ་བཞག་ཡོད་པ་བྱས་དེ་ནས་ཁ་ཆེན་པོ་དང། གར་སོགས་ད་མུས་པ་གི་རི་མོ་དེ་ལ་གཟིགས་ན་ད་ངས་ཡག་པོ་བཟོ་ལབ་པ་ཞིག་མི་འདུག་སྟེ། གང་ལྟར་ཁ་དེ་བདམས་དུ་ཡོད་རེད་མུས་པ་གི་ཁ་དེ་མུས་པ་གི་སྒོ་དེ་བདམས་དུ་ཡོད་རེད། བདམས་དུ་ཡོད་རེད་དེ་ཡིན་ན་ཡང་མུས་པ་ཁོ་རང་རྒྱ་བསྐྱེད་དུ་ཡོད་པ་དེ་འདྲས་ཞིག་རེད། དེ་ཅི་སྟེ་ཟ་མ་འདི་གི་ག་རེ་མཚོན་གི་ཡོད་རེད་ཟེར་ན་ཨ་ཞེས་པའི་སྒྲ་དེ་འདོན་པའི་ཚེ་ན་མུས་པ་ནི་དགྲ་འགག་ཞིག་ཡོད་རེད་དེ་ཡིན་ན་ཡང་ཁོ་ཁོའི་ནང་ལོགས་ནས་རླུང་དང་རྩོལ་བ་ཤུགས་ཆེན་པོ་རྒྱག་དགོས་ཀྱི་ཡོད་ནི་རེད། ཁོང་དང་ཁོ་ཁོའི་ནང་ལོགས་ནས་ཤུགས་དང་རླུང་རྩོལ་བ་ཤུགས་ཆེན་པོ་མ་བརྒྱབ་ན་ཨ་ཡོང་གི་མ་རེད། ཁོ་ཁོའི་ནང་ནས་ཤུགས་དང་རླུང་རྩོལ་བ་ཤུགས་ཆེན་པོ་བརྒྱབ་པ་རེད་ན་ཡང་མོས་པ་ནས་མོས་པའི་སྒོ་ནས་བཀག་བཞག་བཀག་དགོས་ཀྱི་ཡོད་ནི་རེད་དེ་མ་བཀག་ན་ཡང་ཨ་ཡོང་གི་མ་རེད། དེ་ལྟར་བཀག་ནས་རིམ་གྱིས་བཙིར་བའི་སྒོ་ནས་སྟོན་པའི་ཚེ་ན་དེ་ནས་ཨ་ཞེས་པའི་སྒྲ་དེ་རང་བཞིན་གྱི་ཡོང་གི་ཡོད་རེད་རྣམ་པ་ཚོ་ད་ཅིག་དོ་སྣང་གནང་རོགས་གནང། ཚོད་ལྟ་གནང་རོགས་གནང་ཞུ་རྒྱུ་ཡིན། དེ་ཡིན་པ་ཡིན་ཙང་ད་ཀ་ལ་སོགས་པའི་ཕོ་ཡི་ཡི་གེ་རྣམས་ཀྱི་གི་ཁོག་ལ་འདོན་པའི་ཚེ་ན་ཡང་རྩོལ་བ་དེ་དག་རང་དེ་བྱེད་སྟངས་གཅིག་པ་གཅིག་རྐྱང་ཞིག་ཡོང་གི་ཡོད་པའི་ཚོར་སྣང་ང་ལ་ཡིན་ན་དེ་འདྲའི་བྱུང་གི་འདུག་དེ་ནས་རྣམ་པ་ཚོ་ངེས་པར་དུ་ད་དོ་སྣང་གནང་རོགས་གནང་ཞེས་ཞུ་རྒྱུ་ཡིན། དེ་ནས་དཔེ་རིས་ཁ་དེ་དག་རང་བཞིན་གྱི་མོས་པ་དེ་རང་བཞིན་གྱི་དེ་དུ་ཡོད་པ། རང་བཞིན་གྱི་དེ་ལྟར་ཡོད་པ་ཞིག་ཁྲིད་བཞག་ཡོད་པ་དེ་དེ་གའི་དག། ཞེས་པ་ཨཱ་འདོན་པའི་གི་ཞེས་པ་སྟོད་དེ་ཚར་ཚར་བའི་རྗེས་སུ་དག་ག་འགྲེས་སུ་བཞག་པ་ཡིན་ན་འགྲིག་གི་ཡོད་པ་དེ། མཚོན་པའི་ཆེད་དུ་རང་བཞིན་གྱི་དཔེ་རིས་གཉིས་པ་ཁ་དེ་དེ་འདྲས་བྱས་ནས་བྲིས་པ་ཁྲིད་བཞག་ཡོད་པ་དེ་འདྲས་ཅིག་རེད། ཡང་ཡང་དེ་ནས་དག་གཉིས་པ་དེ་ཧ་གི་དཔེ་རིས་ཡིན། ཧ་གི་དཔེ་རིས་དེ་ལ་རྣམ་པ་ཚོ་གཟུགས་དང་ནི་མོས་པ་གི་སྒོ་དེ་མོས་པ་སྒོ་ཡང་ཆེན་པོ་ཞིག་ཡོད་པ་རེད་ལ་མོས་པ་ཁོ་རང་གི། ཁོག་པ་དེ་ཡང་ཆེན་པོ་ཆེན་པོ་ལྡང་ལྡང་བཞག་ཡོད་པ་ལྡང་ནས་བསྡད་ཡོད་པ་ཡིན་པ་མ་ཟད། ལྕེ་གི་ལྕེ་གི་རྒྱབ་ལོགས་ལ་གཅིག་ཡོད་པ། གཅིག་དཀར་སོགས་ད་ནི་འཛུག་འཛུག་འདྲ་ཞིག་ཡོད་པ་དེ་ཡང་དབྱར་ལྕེ་གི་རྒྱབ་ལོགས་སྟེང་ལ་ཕར་འབྱར་བསྡད་ཡོད་པ་དེ་འདྲ་ཞིག་བྲིས་ཡོད་པ་དེ་ག་ངས་ག་རེ་མཚོན་ཡག་གི་ཆེད་དུ་བྲིས་པ་ཡིན་ཟེར་བ་ཡིན་ན། ཧ་གི་རླུང་གི་ཤུགས་ཀྱིས་ཕག་རྒྱར་བཞག་པའི་རྣམ་པ་ཞིག་མཚོན་པའི་ཆེད་དུ་བྲིས་པ་ཡིན། ཡིན། རྡོག་རྡོག་དེ་ག་རེ་ཞུ་གི་ཡོད་རེད་ཟེར་བ་ཡིན་ན་ཧ་འདོན་པའི་ཚེ་ན་རླུང་དེ་ཤུགས་ཀྱིས་འཕེན་དགོས་ཀྱི་ཡོད་རེད། སྤྱིར་བཏང་ཨ་དང་ཧ་གཉིས་རྩོལ་བ་ཆེ་ཆུང་གང་ཞིག་བྱེད་ཀྱི་རེད་ཟེར་ལབ་པ་ཡིན་ན་ཕར་ཆེར་ཨ་གི་རྩོལ་བ་ཆེ་གི་རེད་གང་ཡིན་ཚོད་ན་ཨ་ཡི་སྐབས་སུ་ནུབ་པ་ནས་བཀག་བསྡད་པ་ཡོད་པ་ཡིན་ཙང། དེ་ནས་ག་གི་ག་གི་སློག་གི་ཡ་ར་སློང་གི་ཡ་ར་བཏང་དགོས་ཀྱི་ཡོད་འདི་ཙམ་པ་དེ་ལས་ཧ་ལས་རྩོལ་བ་ཆེ་བ་ཞིག་ཡོང་ཡོང་གི་རེད། ཡིན་ན་ཡང་ཧ་ལ་འགོག་མཁན་མེད་པ་ནི་འགོག་མཁན་འདྲ་མེད་པ་རེད་བཀག་ནས་བཀག་ག་དུ་ཡོད་མ་རེད་དེ་ཡིན་ན་ཡང་གང་ལྟར་ཤུགས་ཆེན་པོ་ཞིག་འཕེན་དགོས་ཀྱི་ཡོད་པ་དེ་འདྲས་ཞིག་རེད་དེ་ཅི་ནས་བརྩམས་པ་ཤུགས་ཆེན་པོ་ཞིག་འཕང་བའི་ཐོག་ནས་འཕང་བའི་སྒོ་ནས་ཡི་གེ་དེ་ད་ས་ཞིག་ཡིན་ན་ག་རེ་ཡིན་ན་ཡི་གེ་སྒྲ་གང་ཡང་རུང་བ་དེ་བཏོན་པ་ཡིན་ན་ནི་ཧ་ཞེས་པའི་སྒྲ་དེ་ཡོང་གི་ཡོད་པ་དེ་འདྲས་ཞིག་རེད་འདི་ཡང་རྣམ་པ་ཚུགས་ཀྱི་ད་བརྟག་ཞིབ་གནང་རོགས་གནང་ཁ་ལ་སོགས་པའི་གི་འདོན་པའི་ཚད་དང་ཧ་འདོན་པའི་ཚད་གཉིས་ཁོག་པ་ནས་དབུགས་ནུས་པའི་འོག་རེད་དེ་ནས་ད་ལྟ་ཞོལ་གཅིག་ལ་འོ་ད་ལྟ་གཅིག་ལ་ཞུ་ཆོག་གོ་ཁོག་པ་ནས་ནུས་པའི་འགྲོ་སོང་ཆེ་ཆུང

རི་མོ་ལ་གཟིགས་པ་ཡིན་ན་དཔེ་རིས་དཀར་བ་དང་དཔེ་རིས་ཁ་བ་གཉིས་ཀ་ལ་འགྱུར་བ་གང་ཡང་ཡོད་མ་རེད། དེ་གིས་ག་རེ་མཚོན་གྱི་ཡོད་ཟེར་བ་ཡིན་ན་ཨ་ཞེས་པའི་ཡི་གེ་འདི་འདོན་པའི་ཚེ་ན་ཨ་ཞེས་པའི་སྒྲ་འདི་འདོན་པའི་ཚེ་ན། བལ་ལ་མགུར་སྐྱོན་མི་དགོས་ཁ་ལ་མགུར་སྐྱོན་མི་དགོས་ལྕེ་ལ་མགུར་སྐྱོན་མི་དགོས་སྐམ་ལ་མགུར་སྐྱོན་མི་དགོས་གང་ལ་ཡང་མགུར་སྐྱོན་མི་དགོས་པར་རང་བཞིན་གྱི་ཁོག་པ་ནས་སྒྲ་ཞིག་དང་ལྷ་འདི་ཀློང་ཞིག་དང་ལྷ་འདི་སྒྲ་ཞིག་འདོན་ཡག་གི་འབའ་ཚུལ་ཙམ་ཞིག་ཤེས་པ་དེ་ཙམ་གྱིས་ཀྱི་ཨ་ཞེས་པའི་སྒྲ་དེ་ཐོན་པ་རེད་ཟེར་ནས་ཤོད་ཀྱི་ཡོད། དེ་འདྲ་ཡིན་པ་ཡིན་ཙང་ཁ་སང་ཞིག་ལ་ངས་ཤེས་པ་གནང་བཞིན་ན་རྒྱ་གོར་མཚམས་བརྒྱུད་ཀྱི་ནང་ལོགས་ལ་ཨ་ནི་ཡོད།

འདི་ལ་ཨ་ཟེར་ལབ་ཁ་མེད་སྟབས་སྙམ་པའི་གི་དེ་འདྲའི་གི་ཚོར་སྣང་ཡོང་གི་འདུག་ཚོར་སྣང་ཤུགས་ཆེན་པོ་བྱུང་སོང་ཟེར་ནས་ཞུ་ཡག་ལྟོས་རེད། གང་ཡིན་ཟེར་བ་ཡིན་ན། ཡིག་འབྲུ་ཀུན་གྱི་མཆོག་བརྗོད་པ་ཀུན་གྱི་རྒྱུ་ཡིན་ཞིང་ཚིག་གི་རང་དུ་གསལ་བ་ཞིག། གར་ས། ཁོང་ནས་འབྱུང་བ་སྐྱེ་བ་མེད་ཁོང་ནས་འབྱུང་བ་སྐྱེ་བ་མེད་ཚིག་འདི་བརྗོད་པ་སྤང་བ་དེ་བརྗོད་པ་ཀུན་གྱི་རྒྱུ་ཡིན་མཆོག། ཨོ་དེ་འདྲའི་ཅིག་ནས་གསང་ཡོང་དུས་བརྩམས་པ་ལྟར་དངོས་གནས་དྲང་ནས། དེའི་གི་དོན་དག་དེ་ཨ་ལ་ཨ་ལས་ད་དུང་ཧ་ལ་འགྱུར་ཆེ་བ་ཞིག་ཡོད་པ་དེ། ཤུགས་ཆེན་པོའི་ཐོག་ནས་ཚོར་སོང་དེ་ཡིན་ན། ཨ་གི་ཐོག་ནས་ཨ་ལ་ད་ཆེད་བསྟུན་གྱི་ཆ་རྐྱེན་དེ་ཨ་ལ་བསྡུ་ནས་ཡོད་པ་ཅིག་མཐོང་སོང་སྟེ་ཡིན་ན་ཡང་ད་ད་ལྟའི་ཆ་ལ་དེ་འདྲའི་ཞིག་ཆགས་བསྡད་ཡོད་པ་ཡིན་ཙང་ད་གང་ལྟར་མི་འདིར་འགྲོ་བསྡད་ན་ད་ད་ལྟ་འདིའི་ནང་ལོགས་ནས་ཡི་གེ་འདི་གསུམ་གྱི་ནང་ལོགས་ལས་ཡིན་ན་ཡང་ད་ཨ་དེ་ཧ་ཅང་བཙོར་བ་ཆུང་བ་དེ་ལས་ཧ་ཧ་བཙོར་བ་ཆེ་བ། དེ་ནས་ཨ་དེ་རྩོལ་བ་ཆེ་བ་རེད་ཅེས་ནས་ཤོད་རྒྱུ་ཡིན་ལ་རྩོལ་བ་ཆེ་ཆུང་ཟེར་དེ་ཨ་དེ་ལ་ངས་གོང་དུ་ཞུས་པ་ནང་བཞིན་རྩོལ་བ་ཞེས་པ་དེ་ལ་ཡང་ད་རང་རང་གི་འགྲེལ་བཤད་གསར་བ་རེ་རྒྱག་དགོས་ཀྱི་ཡོད་པ་ཡིན་ཙང་རྩོལ་བ་ཞེས་པའི་གོ་དོན་ནི། འགྲོ་བ་མི་དེ་གིས་རང་ཉིད་ཀྱི་དགྲ་འདོམས་པའི་ཚེ་ན་ནུས་པ་འགྲོ་སོང་ཆེ་ཆུང་གི་ཐོག་ནས་རྩོལ་བ་ཆེ་ཆུང་ཟེར་ནས་ཤོད་ཀྱི་ཡོད་ཟེར་ནས་ཤོད་རྒྱུ་ཡིན། ཨོ་ཡ། ད་དེ་ནས་ཡང་བར་ཆད་འདི་བྱུང་སོང་སྟེ། རྣམ་པ་ཚོ་ལ་དགོངས་འགལ་མེད་པར་ཞུ་ཡ་ཡིན། ད་འདི་ནས་ངས་གོང་དུ་ཞུས་པ་ནང་བཞིན་དུ་ད་རྩོལ་བ་ཆེ་ཆུང་གི་ཐོག་ནས་དེ་ནས་མ་རེད་ནུས་པའི་འགྲོ་སོང་ཆེ་ཆུང་གི་ཐོག་ནས་རྩོལ་བ་ཆེ་ཆུང་བཞག་པ་ཡིན་ཟེར་བ་རེད། ཟེར་ཡང་དེ་ཚན་པ་ད་ཀ་ལ་སོགས་པ་འདོན་པའི་ཚེ་ན་ནུས་པའི་འགྲོ་སོང་ཆེ་ཆུང་དང་ཧ་ལ་སོགས་པ་ཁ་ལ་སོགས་པ་འདོན་པའི་ཚེ་ན་ནུས་པའི་འགྲོ་སོང་དེ་ལས་ཆུང་བའང་ཀ་ལ་སོགས་པ་འདོན་པའི་ཚེ་ན་ནུས་པའི་འགྲོ་སོང་དེ་ལས་ཀྱང་ད་ཁོང་ཚོ་གསུམ་གྱི་ནང་ལོགས་ནས་ནུས་པའི་འགྲོ་སོང་ཆུང་ཤོས་དེ་རེད་ཟེར་ནས་ད་ཞུ་གི་ཡོད་རེད་དོན་དག་རྡོག་རྡོག་དེ་ཞུ་གི་ཡོད་རེད། ད་ལྟ་དེ་ཡང་དཔེ་མཚོན་གྱིས་དྲངས་བ་ཡིན་ན་དཔེར་ན་ད་ང་ཚོ་ནད་པ་སོང་ཟིན་ཞིག་ལ་ཆ་མཚོན་པ་ཡིན་ན་ད་སྐད་ཆ་སྐད་ཆ་སྨྲ་མི་ཐུབ་པ་སྐད་ཆ་ཚིག་ཟུར་བོ་མ་མཐུན་པའི་སྐབས་དེ་འདྲའི་ཞིག་ལ་ང་ཚོས་ཞིབ་འཇུག་ཞིག་བྱས་པ་ཡིན་ན་ད་ངས་ཚོད་ལྟ་བྱས་ཡོད་ན་ང་རྣམ་པ་ཚོར་ངས་བཤད་འདོད་པ་དེ་རང་འཁྲུལ་པའི་ཁྱད་ལྡན་ཡིན་མ་གཏོགས་དེ་ལ་གོ་རྒྱུ་ཚོར་རྒྱུ་དེ་དམིགས་བསལ་དུ་གལ་ཡོད་མ་རེད་ཡིན་ན་ཡང་དེ་ཞིག་དེ་འདྲའི་ཞིག་ལ་ཚོད་ལྟ་ཞིག་བྱས་པ་ཡིན་ན་དཔེར་ན་ནད་པ་ཞིག་གསུངས་ཟད་ནས་དེ་ནས་ཡོང་བའི་སྐབས་སུ། ད་དང་མ་དང་པོ་ན་ཚ་ཟེར་གཟུགས་སུ་བྱུང་བ་ཡིན་ན། ཨ་ནི་ནི་ཨ་ཟེར་ནས་ཨ། ཨ། ཨ་ཟེར་ནས་ཨ་གི་སྒྲ་དེ་ཡོང་ཐུབ་ཡ་གཅིག་ཆགས་ཀྱི་ཡོད་རེད། གང་ཡིན་ཟེར་ན་དེའི་ཚེ་ན་པ་དེ་གི་ཨ་གི་སྒྲ་འདོན་པའི་གི་ནུས་པ་འདང་གི་ཡོད་རེད་ད་དེ་ལ་ནུས་པ་འདང་བ་ཞིག་ཡོང་གི་རེད།

པ་དེ་ག་རེ་ཟེར་ན་ད་ལྟའི་སྐབས་སུ་ནད་པ་དེ་གི་ཨ་ཨ་གི་དགྲ་འདུལ་བའི་ནུས་པ་རྫོགས་ཟིན་པ་རེད་ད་གང་ལྟར་ཨ་དགྲ་འདུལ་བའི་ནུས་པའི་འདང་གི་ཡོད་མ་རེད་ནུས་པའི་འགྲོ་སོང་འདང་གི་ཡོད་མ་རེད་ད་ཧ་བསམ་གྱི་མ་གཏོགས་ནུས་པའི་འགྲོ་སོང་འདང་གི་ཡོད་མ་རེད་ཟེར་ནས་ཤི་བ་རེད་ཤི་གི་ཡོད་རེད་ད། ད་རྣམ་པ་ཚོ་དགེ་བསྔོ་ཤོར་བ་འདྲ་ཅི་ཡོང་གི་རེད་ཡིན་ན་ཡང་དུས་ནི་ད་ད་དུང་མུ་མཐུད་ནས་ཉིན་པ་ཁ་ཤས་ཤིག་ཕྱིན་པ་ཡིན་ན། དེ་གི་ནད་པ་དེ་གི་ད་སོང་སད་ནི་ད་ཨ་དང་ཧ་གཉིས་ཀ་འདོན་མ་ཐུབ་པར་ད་མི་མཐུན་ནི་ད་ད་ཁར་སང་གི་མ་ཨ་ཨ་ཟེར་གི་ཡོད་རེད་དེ་རྗེས་ནི་ཧ་ཧ་ཧ་ཧ་ཧ་ཟེར་གི་ཡོད་རེད་ཡིན་ན་ཡང་ད་ནི་ཧ་ཧ་ཧ་ཧ་ཟེར་ཡ་དེ་འདྲ་ཞིག་མ་གཏོགས་ཡོང་གི་ཡོད་མ་རེད་ད་དེ་འདི་སྐབས་སུ་ད་ཨ་སྒྲ་འདོན་ཐུབ་ཀྱི་ཡོད་རེད་ཡིན་ན་ཡང་ཧ་སྒྲ་འདོན་ཐུབ་ཀྱི་ཡོད་མ་རེད་ཨ་སྒྲ་དེ་གི་ཀྱང་འདོན་ཐུབ་ཀྱི་ཡོད་མ་རེད་ད་མི་མཐུན་པའི་རྒྱུ་མཚན་དེ་ནད་པ་དེ་གི་ད་ཁོག་ན་སོང་སད་ནི་ད་ཧ་ལ

འདི་རིགས་ཅིག་ལ་གོ་བ་ལེན་གྱི་འདུག་ཟེར་ནས་ཤོད་རྒྱུ་ཡིན་ད་རྡོག་རྡོག་འདྲ་བོ་དེ་ནི་ལྟོས་རྒྱུ་མཚོན་ན་དེ་ནི་ཨ་དེ་ཨ་སྔོན་མ་བཙན་དངོས་མིན་སྐབས་སུ་ཨ་དང་ཨ་གཉིས་དགྲ་ནོར་བ་ཨེ་ཡིན་ན་དེ་འདྲའི་ཁའི་ཤོད་གི་མེད་དེ་ཁའི་ཤོད་ཚུལ་གང་ཡང་ཐུག་གི་མེད་རྒྱ་བོད་ཚང་གཅིག་གི་སྟོང་དང་དུག་སོགས་གར་ཡང་ཤེས་གི་མེད་ཡིན་ན་ཡང་འདི་འདྲའི་ཆེད་ནས་ང་ཚོ་ཉལ་བསྡད་པའི་སྐབས་སུ་སོ་སོ་རྣ་བའི་ཉལ་བསྡད་པའི་སྐབས་སུ། སོ་སོའི་གནས་ཡུལ་ཉེར་འདེགས་པའི་སྐབས་སུ་ཨ་དང་ཨ་གཉིས་ལས་ཨ་དེ་དེ་ནས་འདོན་སླ་བ་ཡིན་པ་དང་ཨ་ནི་དང་བ་ཨ་དེ་དང་བ་ཡིན་པ། ཨ་ལས་ཨ་དང་བ་ཡིན་པ་དེ་ད་གསལ་བོ་གསལ་བྱང་ཞིག་ར་འཕྲོད་ཡོང་གི་འདུག་སི་སྒྲ་ཐམས་ཅད་ཀྱི་ནང་ལོགས་ནས་ད་ཕྱིའི་གཙང་ཞང་དང་བ་ཕྱིའི་ད་མགོ་རུ་ཡོང་གི་ཡིན་པའི་སྒྲ་དེ་ཨ་ཡིན་པ་ལས་ཨ་རེད་མི་འདུག་ཟེར་ནས་ཤི་ཡ་དེ་རེད་ད་མདོ་དང་འདྲ་བོ་དེ་དེ་འདྲའི་ཆོས་ཞུ་ཡ་ཞུ་ཡ་ཡིན། ཨོ་ཡ་ད་དེ་ནས། ད། རྩ་བའི་མཚན་མ་གསུམ་དེ་བཤད་ཟིན་པ་རེད་དེ་ཡིན་ན་ཡང་རྩ་བའི་མཚན་མ་གསུམ་ཙམ་ཞིག་གིས་འགྲིག་གི་ཡོད་མ་རེད་འགྲོ་བ་མིའི་ངག་ནས་འདོན་པའི་སྒྲ་འདོན་པའི་ཚེ་ན་རྩ་བའི་མཚན་མ་གསུམ་མ་ཡིན་པའི་མཚན་མ་གཞན་དང་གཞན་ཡང་ཁོག་ཏུ་ཞུགས་ནས་སྒྲ་འདོན་ཐུབ་ཀྱི་ཡོད་པ་རེད། དེ་འདྲའི་ཆེད་དུ་བརྩམས་པ་ད། གཞན་དང་གཞན་ག་རེ་ཞུགས་ཐུབ་ཀྱི་ཡོད་རེད་ཟེར་བ་ཡིན་ན་འགྱུར་བ་མང་ནང་ཞིག་ཞུགས་ནས་སྒྲ་འདོན་ཐུབ་ཀྱི་ཡོད་པ་རེད་ཟེར་ནས་ངས་ཞུ་གི་ཡོད་རེད། ཞུ་གི་ཡོད་པའི་བཙོན་པ་དང་འགྱུར་བ་མང་ན་ལ་ནི་འཕོ་འགྱུར་མང་ན་མོ་འགྱུར་མང་ན་མེ་འགྱུར་མང་ན་ཟེར་ནས་གསུམ་ཡོད་པ་ཁ་ཚོན་ཨ་ཐང་གིས་ཞུས་པ་དེ་རེད་དེའི་ནང་ལོགས་ནས་ང་ཚོ་བོད་ལ་བོད་དགུན་ལག་ལས་འདོན་གི་ཡོད་པ་ངེས་པར་དུ་དགོས་ཡ་ཡོད་པ་དེ་མེ་འགྱུར་མང་ན་ཟེར་ཡ་དེ་རེད། འདི་ལ་ཨམ་ཚིན་ཟེར་གི་ཡོད་ཟེར་གི་ཡོད་ད། ད་ཡང་འདོན་པ་ཚོ་ལ་ཡང་ཁྱད་མཚར་བོ་ཞིག་ལབ་གི་ཡོད་རེད། ཨ། ཙམ། ཨ། ད་འདི་སྔོན་མ་ཐོག་དང་པོ་སྨོན་ལམ་བོད་ཡིག་དང་པོ་འདོན་པའི་སྐབས་སུ་ངས་ཡི་གེ་འདི་འབྲི་བའི་སྐབས་སུ་ཀློག་ཀློག་ལ་འཇུག་པའི་སྐབས་སུ་ཡི་གེ་ཐམས་ཅད་ཀྱི་ཐོག་ལ་ཚ་ལག་བསྒྱུར་བའི་མཐུན་རྐྱེན་ཡོད་མཐུན་རྐྱེན་འདུག་མཐུན་རྐྱེན་ཡོད་པ་ཡིན་ཙང་ཨ་ནི་ཨ་གི་ཐོག་ལ་ཚ་ལག་བསྒྱུར་ནས་ཨ་ཟེར་བ་དེ་མཚོན་ཡག་གི་འབའ་མཚོན་ཤེས་ནས་དེ་འདྲས་བྱས་ཡོད་ཀ་གི་ཐོག་ལ་ཀ། ཀ་གི་ཐོག་ལ་ཚ་ལག་བསྒྱུར་ནས་ཁ་ཟེར་བ་དེ་གི། སྒྲ་དེ་འདོན་ཡག་ལྟ་ན་ཧ་ལ་སོགས་པ་ཅིག་ཨོ་ཨོ་དེ་གསུངས་འདོན་ཡག་གི་ནས་འབའ་ཚུན་ཞིག་བཞག་ཡོད་དེ་ཡིན་ན་ཡང་ད་དེའི་རྗེས་ནས་སྨོན་ལམ་ཐུན་གསུམ་པ་གཉིས་པ་ནས་གསུམ་པ་དར་བའི་སྐབས་སུ་ཡི་གེ་ཐམས་ཅད་ཀྱི་ཐོག་ལ་ཚ་ལག་སྦྱར་བའི་ལུགས་སྲོལ་དེ་མེད་པ་ཆགས་བཞག་འདུག་དེ་ཅི་སྟེ་བརྩམས་པ་དེ་ཡོད་སྟབས་མ་བདེ་བ་ཞིག་བྱུང་ནས་དེ་འདྲའི་ཆགས་དེ་འདྲའི་ཆགས་སོང་ཟེར་ནས་ཞུ་ཡག་ཡིན་ལ་ཁར་ཚང་ངས་སྔོན་འགྲོ། སྔོན་དུ་བླང་བར་བྱེད་པའི་གཏམ་དང་མཚམས་སྦྱོར་གྱི་ནང་ལོགས་ལ་ཡང་སྒྲ་མང་པོ་ཞིག་གི་ཐོག་ལ་ལ་ཐོག་ལ་ཀ་གི་ཐོག་ལ་ཅེས་པའི་སྟག་འགྲོས་ཀྱི་རྒྱབ་བཞག་ཡོད་པ་དེ་ལྟར་ཐབས་ཤེས་མ་བྱུང་བ་ལ་དེ་ནི་དེ་འདྲའི་ཞིབ་བཏགས་བ་ཡིན་ཀ་རང་ཅེས་བྱ་ན་འགྲིག་པ་མ་རེད། ཀ་ངོ་མ་ནས་ཡོད་ཡོད་པ་རེད་ད་ཀ་རང་རིགས་འདྲ་བ་ཞིག་ཡོད་པ་དེ་ལ་ངོ་མ་ངས་ཚ་ལག་བརྒྱབ་ཡོད་རེད་ཡིན་ན་ཡང་ད་ཚ་ལག་འདི་ལ་མ་ལུས་གསུངས་པ་ལ་ཆ་རྐྱེན་མེད་བ་ཡིན་ཙང་སྒང་ལ་དེ་འདྲའི་ཞིག་བྲིས་བ་རེད། ད་ནི་ངས་གོང་དུ།

མུ་པ་དེ་སྐྱེད། མུ་པ་སྡོད་སྟངས་དེ་ཨ་དང་འདྲ་བོ་མ་རེད། སྐྱེད་ནས་སྡོད་དགོས། སྐྱེད་ནས་སྡོད་དགོས་ཡོད་རེད། ཡིན་ན་ཡང་སློང་དེ་ཨ་དང་འདྲ་བ་རེད། ཤུགས་ད་ཨ་ལས་ཆེའང་ཆེ་ཟིན་ཞིག་དང་སྡོད་དགོས་ཡོད་མདོག་ཁོ་བོ་རེད་གང་ཡིན་ཟེར་ན་མུ་པ་སྐྱེད་དུ་ཡོད་པ་ཡིན་ཙང་དེ་མུ་པ་མུ་པ་གི་ཁོག་པ་ཚང་མ་བཀང་དགོས་ཡོད་མུ་པ་གི་སྟོང་ཆ་ཚང་མ་བཀང་དགོས་ཡོད་རེད་པ། ཨ་མདོ་དེ་ན་ངས་རྣམ་པ་ཚོ་འུ་འདི་འདི་ཅིག་སྟོན་པ་ཡིན་ན་འདོན་ཀ་བྱས་པ་ཡིན་ན་ད་རྣམ་པ་ཚོ་སེམས་ཐུག་གི་ཡོད་མེད་མི་ཤེས་གི་འདུག་ཡིན་ན་ཡང། ད་ངས་ཨ་ཧ་ཧ་ཧ་ཟེར་ནས་ཞུས་དེ་བང་བསྒྲིགས་ནས་ངས་འདོན་གི་ཡིན།

ཨུ་ཚུགས་འདི་ཨུ་ཚུགས་འདི་དེ་གཉིས་ཀྱི་ཁྱད་པར་དེ་ཤོང་གི་ཡོད་རེད་ཟེར་ནས་བྱས་ཡིན། ད་ཨུ་ཚུགས་ལྡན་པའི་ཡི་གེ་ཁ་ཤས་ཤིག་ངས་འདི་ལ་མ་འབུལ་གི་ཡིན། ད་འདི་ཚོ་དྲངས་ཏེ་ཡང་དོན་དུ་ངས་ཡང་འདོད་ཁོམ་འདོད་ཁོམ་གི་སྒྲ་བཤད་ཟག་བྱས་ནས་བཤད་བཞག་བྱས་ནས་ལབ་གི་ཡོད་མ་གཏོགས་ཡང་འུར་ཚང་གི་ཕྱོགས་ལ་འདི་ལ་ངེས་དོན་ཡོད་མ་རེད་མཛངས་མཛངས་ལ་གནག་གི་སྒྲ་དྲངས་ཡོང་གི་རེད། དཔེར་ན་དགའ་ལྡན་ལ་དགའ་ལྡན་ཟེར་གི་འདྲ་བོ་ད་དཔེར་ན་དགའ་ལ་ད་ཨོ་ཚོད་རེད་དེ་ཡིན་ན་ལྡན་ལ་ལྡན་ཟེར་གི་ཡིན་ཟེར་བ་འདྲ་བོ། སྦ་ལ་འབའ་ཟེར་ངེས་ཟེར་བ་སྦྲ་ལ་འདྲ་ཟེར་ངེས་ཟེར་བ

ཡོད་ཡོད་རེད་ལབ་པ་ཡིན་ན་འདིའི་ནང་ལ་ལ་ཡོད་པའི་མཚན་མ་དེ་རྩ་བའི་ཆ་ནས་ཨ་གི་མཚན་མ་ཞིག་ཆགས་པ་ཡོད་རེད། ཡིན་ན་ཡང་དྲི་བ་གི་མུས་པ་བཟློག་སྟངས་ཀྱི་ཐོག་ནས་ཨ་རང་ཆགས་ཀྱི་ཡོད་མ་རེད། ཨ་ཡིན་ན་མུས་པ་དང་དྲི་བ་དེ་གང་ཡང་མགུར་ཆུ་གང་ཡང་མེད་པར་རང་བཞིན་དུ་གནས་དགོས་ཀྱི་ཡོད་རེད། ཁོས་འདིའི་སྐབས་སུ་རང་བཞིན་དུ་གནས་མེད་པ་ཡིན་ཙང། མུས་པ་དེ་རྒྱ་བསྐྱེད་ནས་དེའི་ནང་ནས་ལ་སློང་གང་དེ་ཡོད་པ་ཡིན་ཙང། ཨ་ནེ་མེད་པ་ཨ་ཡང་མ་རེད་ཡིན་ན་ཡང་ཨ་དང་འདྲ་བ་ཞིག་རེད། དེ་འདྲ་དེ་འདྲ་ཡིན་པ་ཡིན་ཙང་ཨ་དེ་ཨ་གི་མཚན་མ་དེ་ལ་ཨ་ནེ་མེད་མཚན་མེད་ཀྱི་སྒྲ་ཟེར་གྱི་ཡོད་པ་ཡིན་ཙང་མིང་འགྱུར་མ་གནང་ཟེར་ནས་མིང་དེ་ལྟ་བ་ཡོད་ཟེར་ནས་ཞུ་བ་ཡིན། ཨོ་ཡ་ད་མི་སྣའི་རྣམ་པ་ཚོ་གི་ཀུན་ཏུ་འདོད་ངེས་ག་རེ་ཞུ་གི་ཡོད་ཟེར་ན་ད་མཚན་མ་ཟེར་ཡ་དེ་ག་འདྲ་ཞིག་ལ་གོ་གི་ཡོད་རེད་ཟེར་ཡང་སྙིང་མཚན་མ་ཟེར་ཡ་དེ་ག་རེ་ཟེར་ལ་གོ་གི་ཡོད་རེད་ཟེར་ན་ཨོ་ད་ངས་འདི་འདྲ་ཞིག་ལ་ཞུ་ནས་འཇོག་གི་ཡོད་ཟེར་མཚན་མ་ཟེར་ཡ་དེ་གནས་ཀྱི་མ་རེད་བྲལ་བ་ཀྱི་རྩོལ་བ་ཀྱི་རླུང། གསུམ་ཀ་འདུས་པའི་གདགས། གསུམ་ཀ་ལྷ་འདི་འཛོམས་པའི་གསུམ་ཀའི་གཤིས་པའི་གདགས་མཉམ་རུབ་ཀྱི་གཤིས་པའི་གདགས། བདག་གང་ཡིན་ན་གཅིག་འཇོག་བྱེད་གཅིག་ལ་བཏགས། མཚན་མ་ཟེར་ནས་འཇོག་གི་ཡོད་མ་གཏོགས་ད་མཚན་མ་རང་དབང་གཅིག་མཚན་མ་ཟེར་ན་ག་འདྲ་རེད་ཨ་ལས་ཟད་དེ་གཅིག་མ་ཡིན་པ་བྱས་ནས་དེ་འདྲའི་གཅིག་ལ་བག་གོ་ལྟོག་ལ་ལྟོག་དུ་བཏང་སྟེ་ཟེར་ན་འདྲ་བག་གཞི་ལ་བསྒྱུར་ནས་ཐ་སྙད་ལ་འདྲེ་ཞིག་འདྲེར་དུ་ཡོད་པ་བྱས་ནས་འཇོག་གི་ཡོད་ཟེར་ནས་ཞུ་རྒྱུ་ཡིན། ད་ཐེངས་སྤྱི་བདེ་རྩོམ་པ་དག་དྲི་བ་ཚོར་བ་ཀློང་རེ་རེ་བཞིན་དུ་བཤད་ཀི་ཡིན། ཐོག་མ་ཐོག་མ་དང་བོ་པར་རིས་དང་པོ་ལ་ཡང་སྤྱོད་ཀྱི་ཟིག་རོགས་ན་པར་རིས་དང་མོ་དེ། དང་པོ་དེ་ཨ་གི་བ་རེ་རེད་ལ་འདི་ཨ་མཚན་གི་བ་རེ་ཡང་ཆགས་ཀྱི་ཡོད་རེད། གང་ཡིན་ཟེར་ན་ད་མཚན་མ་ཟེར་བ་དེ་གཞི་གཅིག་ལ་བརྒྱབ་ནས་མ་བཤད་ན་བཤད་རྒྱུ་མེད་པ་ཡིན་ཙང་ཡང་ན་ཀ་ལ་བརྒྱབ་ནས་བཤད་དགོས་ཡོད་རེད་དེ་ཕྱི་དྲོའི་རྩོམ་པ་དག་ད་ལྟ་མཐོང་ཉེ་འཁྲིས་ལ་མཐོང་རྒྱུ་ཡོད་པའི་བ་རེ་དེ་ཨ་གི་བ་རེ་ཡིན་པ་ཡིན་ཙང་དེ་ལ་གཟིགས་རོགས་གནང། ཡང་ད་མཚན་མ་དང་པོ་ཕོ་ཡི་མཚན་མའམ་ཡང་ན། འོ་རེད་ད་བུ་ཡང་ན་ཟེར་གྱི་མི་འདུག་མཚན་མ་དང་པོ་ཕོ་ཡིན་ཚད་མ་ཆགས་ཀྱི་ཡིན། འདས་ལ་ངས་ཨ་འཛིན་ཟེར་ནས་མིང་བཏགས་ཀྱི་ཡོད་ནམ་རྒྱུན་ཡིན་ན་ཕོ་མོ་མང་ནང་གི་ཐ་སྙད་མ་ཤེས་པའི་སྐབས་སུ་ཨ་འཛིན་ཧ་འཛིན་ཨ་འཛིན་ཟེར་ནས་མིང་བཏགས་ཀྱི་ཡོད་པ་ཡིན་ཙང་འདི་ལ་ཨ་འཛིན་ཟེར་ནས་མིང་བཏགས་པ་རེད། ད་ཨ་འཛིན་ཟེར་བ་དེ་ག་འདྲ་ཞིག་ལ་གོ་གི་ཡོད་རེད་ཟེར་བ་ཡིན་ན་དེ་ནི་དེ་ལ་འགྲུབ་ཆ་གསུམ་ཡོད་པ་རེད། གཅིག་སྟེ་དྲི་བ་གི་འདོད་སྟངས་ད་ནུས་པ་དེ་གི་འདོད་སྟངས་དེ་གཅིག་རེད། གཉིས་པ་དེ་རྩོལ་བ་ཤུགས་ཆེ་ཆུང་གཅིག་རེད་དེ་ནས་གསུམ་པ་དེ་སློང་གི་ཡོད། གཡོ་སྟངས་རྣམ་པ་གཅིག་ཡོད་རེད། དེ་གསུམ་ཀ་ལ་འདུས་སོང་བ་ཡིན་ན་དེ་ནི་ཨ་འཛིན་ཟེར་བ་དེ་རང་བཞིན་གྱི་གྲུབ་པ་རེད། འོ་དེ་ངས་དེ་འདྲའི་ཆེད་ནས་བཤད་ཀྱི་ཡོད། དེ་འདྲའི་ཡིན་པ་ཡིན་ཙང་ད་སྐབས་འདིར་སྐབས་སུ་བབ་པར། ཨ་འཛིན་གྱི་མཚན་མ་དེ་ཨ་འཛིན་གྱི་ཡིན་ན་དྲེའུའི་རྡོ་དང་དེ་ཨོར་སྡམ་ཟེར་གྱི་རིགས་ཨོར་ཁ་སྡམ་པ། རི་མོའི་ནང་ལ་མཐོང་དུ་ཡོད་མཐོང་རྒྱུ་ཡོད་པ་ནང་བཞིན་དུ་དྲེའུ་ཁ་དེ་ཨོར་ཁ་སྡམ་དགོས་ཀྱི་ཡོད་རེད། དེ་ནས་དེ་ནས་བཙོར་བ་དེ་ཨ་གི་བཙོར་བ་དེ་འདོན་དགོས་ཀྱི་ཡོད་རེད། དེང་གི་ངའི་ཨ་ཞེས་འདོན་པའི་སྐབས་སུ་རྩོལ་བ་ག་འདྲ་ཞིག་ཡོང་གི་ཡོད་པ། དེའི་འདོན་གོ་ཡོད་རེད་དེ་ནས་རླུང་དེ་ཨ་གི་རླུང། ད་ཨ་འདོན་པའི་སྐབས་སུ་རླུང་ཞིག་ཡོང་གི་ཡོད་པ། དེའི་རྣམ་པ་དེའི་འདོན་གོ་ཡོད་རེད་དེ་ལ་ཨ་རླུང་ཟེར་ནས་ཐ་སྙད་གདབ་ཀི་ཡོད། ཨ་འདོན་པའི་སྐབས་སུ་འདོན་པའི་གི། ཨ་ངག་ནས་བརྗོད་པའི་སྐབས་སུ་འདོན་པའི་གི་རྩོལ་བ་དེ་ལ་ཨ་རྩོལ་ཟེར་ནས་མིང་བཏགས་བཞག་ཡོད། མིང་ཁོ་ལ་ཐ་སྙད་ཁོ་རང་རེ་རེ་རེ་རེ་བཞིན་བཏགས་བཞག་པ་ཡིན་ན། དེ་ནས་ད་ཤ་བདེ་བོ་ཞིག་ཡོང་གི་རེད་བསམ་ནས་གང་ལྟར་བསམ་ནས་དེ་ནས་ཨ་ཨ་གི་མཚན་ཨ་མཚན་འབྲི་པ་ལ་ཨ་ཙི་ར་ཨག་ལོང་ཨ་ཨ་ཙི་ར་གསུམ་ག་འདུས་པ་ཡ་འདུས་པ་ལ་ཨ་མཚན་ཟེར་ནས་མིང་བཏགས་ཡ་ཨ་མཚན་ཟེར་ནས་ད་རྣམ་གཞག་འཇོག་ཡ་དེ་འདྲས་ཀྱིས་ནས་བཞག་གི་ཡོད་འདུག་འདི་ན་ཨག་ལོང་ཨག་ལོང་དང་ཨག་ཚོར་ཟེར་བསྡད་ཡ་དེ་ཨ་ཞིག་འདོན་པའི་སྐབས་སུ་ཚོར་བ་ག་འདྲས་ཞིག་སླེབས་གི་འདུག་དེ་ད་རང་ཉིད་ཀྱི་ཚོར་བ་ཞིག་ན་ཡག་ས་རེད་བསམ་གི་འདུག། ད་ལྟ་འགུལ་རིས་འགུལ་རིས་གློག་ཀླད་ཀྱི་ཐོག་ནས་འགུལ་རིས་དུ་འཛུགས་ཚར་ཡོད་ན་དེ་མིག་གི་ཐོག་ན་མིག་ལམ་ནས་འགྲེལ་བཤད་རྒྱག་ཡ་གཅིག་ཡོང་གི་ཡོད་རེད་ཡིན་ན་ཡང་དེ་གཟུགས་མེད་པ་ཡི་གདངས་ལྷག་པར་དུ་སྐད་འཕྲིན་གྱི་ཐོག་ནས་ད་འདི་འདྲ་འདྲ་གཅིག་མ་གཏོགས་བཤད་ཤེས་གི་མི་འདུག་གལ་སྲིད་གཅིག་སློབ་ཁྲིད་འདྲ་གཅིག་གཅིག་ནག་པང་འདྲ་གཅིག་ཡོད་ན་ཡང་རི་མོ་འདྲ་གཅིག་བྲིས་ནས་གཅིག་དཔེ་དཔེ་དང་ཡང་འདྲ་གཅིག་ཡོད་དེ་དེ་ན་དེ་ཡོད་མ་རེད། ཉེ་བ་ཡིན་ཙང་ད་རྣམ་པ་ཚོ་སོ་སོ་གི་ངོས་ནས་ཚོར་བ་རྒྱག་རྒྱུར་ཨ་འདོན་པའི་སྐབས་སུ་ཁོག་ནས་ཚོར་བ་ག་འདྲས་སུ་ཡོང་གི་འདུག་དེ་ག་འདྲས་ཚོར་གི་ཡོད་བ་དེ་ལ།